ནམ་མཁའ་དང་མཉམ་པའི་སངས་རྒྱས་ཐམས་ཅད་ཀུན་དུ་ཐུགས་རྗེ་ལ་སྣང་བས་བར་ཡང་དག་པར་རྫོགས་པའི་སངས་རྒྱས་ཆེ་དགུ་འབངས་དང་བར་ཆད་རྣམས་ཀྱང་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པས། ཐུགས་དགྱེས་པ་རིན་པོ་ཆེ་གསར་དུ་འདི་གསན་པར་ཞུ། དེ་ལ། འདིར་གང་ཞིག་གསན་པར་བྱ་བའི་ཆོས། དེ་ནས། རྟག་དྲག་པོ་བཀའ་བརྒྱུད་ཀྱི་གྲུབ་མཐའ་ཆེན་མོ།

ལོ་རྒྱུས་དོན་གཅིག་མ་ཤེས་ན་གསང་ཆེན་ངེས་པའི་བཀའ་འདི་ལ་ཡིད་མི་ཆེས་པའི་སྐྱོན་དུ་འགྱུར། དེ་བས་བརྗོད་པའི་ལོ་རྒྱུས་སྨོས་འོས་ཟེར་ན་དག་གོ་ཅིག་གནས་ཚུལ་གང་འདྲའི་འདྲ་ཞིག་ཡིན་ན་ཡང། དེ་འདྲའོ་དེ་ནི་གནས་ཚུལ་དེ་ལ་རྒྱབ་ལྗོངས་ཀྱི་ལོ་རྒྱུས་ཚད་མ་ཅིག་མེད་པ་ཡིན་ན་དེ་ནི་ཡང་ཅིག། དེ་ཚད་ལྡན་གྱི་ཡིན་དང་དེ་ཁུངས་དག་གྱི་ཡིན་གང་འདྲ་ཡིན་མིན་དེ་ཞེ་དྲག་མི་ཤེས་ཡོང་གི་ཡོད་དེ་ཡིན་དུས་ཙང་ནས་ཐོག་མར་དེ་ནས་ད་དགོང་གཅིག་གི་གཞུང་དངོས་ལ་མ་ཞུགས་བའི་སྔོན་ལ་དེ་ནས་དགོང་གཅིག་གི་བྱུང་རིམ་བ་དག་དེ་འདྲ་ཅིག་ཞུས་ན་བསམ་པ་རེད། ད་དགོང་གཅིག་གི་བྱུང་རིམ་དེ་འདྲ་ཅིག་ཞུས་ཡོང་དུས་ཙང་ནས་ད་ག་རེ་དགོས་ཀྱི་རེད་ཟེར་ན་འདི་ལ་དེ་ནས

དེ་དེ་ན་ནས་དང་པོ་དགོངས་པ་གཅིག་པའི་བྱུང་རིམ་ཞེས་པ་དེ་ལ། དེ་ནས། སྤྱོད་པ་འཇིག་རྟེན་གསུམ་གྱི་མགོན་པོས། གང་འདྲའི་ཆེད་ནས་དེ་ནས་ཅིག། དགོངས་གཅིག་དེ་གསུངས་ཡོད་མེད་དང། དེ་འདྲ་བོ་དེ་ནས་དགོངས་པ་གཅིག་པའི་གི་ཆོས་དེ། དེ་ནས་སྤྱན་སྔ་འབྲས་བུ་གླིང་པ། ཡང་ན་སྤྱན་སྔ་ཤེས་རབ་འབྱུང་གནས། ཨོ་ད་ཁོང་གིས་དེ་ནས་བཀའ་བསྡུ་གང་འདྲའི་ཆེད་ནས་གནང་ཡོད་མེད་ཀྱི་སྐོར་གཅིག་དང། དེ་ནས་བདག། དེའི་རྗེས་སུ་དམ་ཆོས་དགོངས་གཅིག་གིས། འགྲེལ་བཤད་སྦྱང་མཁན་རྣམ་པས་དེ་ནས་འགྲེལ་བ་གང་འགྲེལ་ཅིག་བརྒྱབ་ཡོད་མེད། འགྲེལ་བ་གང་འགྲེལ་ཡོད་མེད་དབང་རྟགས་དེ་ཚོའི་སྐོར་ལ། དེ་ནས་ཅིག་དོན་ཚན་གསུམ་འདྲ་བོ་གཅིག་གི་ཐོག་ནས་དགོངས་གཅིག་གི་བྱུང་རིམ་དེ་ལྟར་རོབ་ཙེ་གཅིག་ངེས་དགོས་ཡང་འགྲོ་བ་དེ་འདྲ་གཅིག་ཡིན་རྒྱུ་ཡོད་ས་རེད། དེ་གཅིག་རེད། ད་དེའི་ནང་ནས་དང་པོ་དེ་ནི་སྤྱོད་པ་འཇིག་རྟེན་གསུམ་ཀུན་གྱིས། ད། གང་འགྲེལ་བྱས་ནས་གསུངས་བ་རེད་ཟེར་ཡོང་རྒྱུ་གཙང་ནས། དེ་ནས་དང་པོ། སྤྱོད་པ་འཇིག་རྟེན་གསུམ་ཀུན་ཟད་ཡ་དེ་གང་འདྲས་ཅིག་ཡིན་པ་ང་ཚོས་མཁྱེན་དགོས་རུང་བ་དང་ཅི་དང་ཚང་མས་མཁྱེན་གྱི་རུང་བ། མཁྱེན་དང་མཁྱེན་རུང་བ། དེ་མ་མཁྱེན་ན་དེ་ནས་ཡང་དེ་ཚེ་དཀའ་ལས་མཁྱེན་ཚར་གྱི་རུང་བ། མི་རང་གི་སྐྱེ་རྒྱུད་དེ་མ་ཤེས་ན་ཀ་རེ་ནགས་ཚང་གི་སྤྲེའུ་དང་འདྲ་མ་རེད་དེང་དུས་སོ་སོ་གི་དེ་ནས་ཅིག་ཕ་མེས་ཕར་རྒན་དེ་ངོ་མ་ཤེས་ན་དེ་ནི་ཕལ་ཆེར་ཁྱེད་ནགས་ཚང་ལ་བསྡད་མཁན་གྱི་དཔེ་དབུ་ལས་དྲ་ཕྱིན་ཐབས་སྐྱོ་ཟིན་པ་བཞིན་ཆགས་འགྲོ་བ་ལ་དེ་ཡིན་དུས་ཕལ་ཆེར་ཚང་མས་འཇིག་རྟེན་སྲུང་བ་སྐོར་ལ་རྒྱུས་མངའ་ཡོད་ཤག་ཤག་ཅིག་དང་མཆན་ལྡན་གྱི་ཅང་ཅང་ཡིན་དུས་ཚང་ནས་དམིགས་བསལ་ཞུ་དགོས་ཡ་དེ་འདྲ་ཁེལ་མི་འདུག་ད་ཡིན་ནའང་ད་ཅིག་གནད་འགག་ཆེ་བ་ཆེ་བ་ཁ་ཤས་ཁ་ཤས་ཅིག་ཚུར་ཐུགས་དྲན་གསོ་ཡ་བྱེད་དུས་ཨ་དེང་དུས་ད་ལྟ་ང་ཚོ་འདི་ཡོད་བ་ཁ་ཟས་མདོ་སྡེ་པའི་ལུགས་ལ་ཆེ་དོན་ལྐོག་ནག་མོ་ཟེར་ཡ་བྱས་པ་དེང་དུས་ལོ་རྒྱུས་བར་ལྐོག་ནག་མོ་ཆགས་བསྡད་པ་དང་ཚུལ་དེ་སྲིད་མངོན་གསལ་འགྲོ་བཞིན་སོང་ན་བསམ་ནས་དེ་ནས་དང་པོ། བསྟན་བཅོས་མཛད་པ་པོ། ཟེར་ན་འདྲ། ད་གསུང་བ་པོ། དམ་ཆོས་དགོངས་པ་གཅིག་བས་ཀྱི་གཞུང་ཟེར་ད་ང་ཚོ་ནམ་རྒྱུན་འཆད་ཉན་བྱས་བསྡད་ཡ་དེ། འཇིག་རྟེན་གསུང་སྐྱོང་གི་མ། སྡེབ་གཅིག་ལ་གསུང་བྱེད་པ་དེ་འདྲའི་གལ་མ་རེད་སྤྱི་དང་གསུང་ཆོས་ནང་གི་ཚུལ་བཀའ་བསྡུ་ནང་བྱེད་པར་བ་དེ་ཡིན་དུས་ད་ཐོག་མར་འཇིག་རྟེན་གསུང་སྐྱོང་གི་གསུང་ཚུལ་དེ་འདྲའི་ཅིག་ང་ཚོས་མཁྱེན་དགོས་རེད། དེ་མཁྱེན་པར་བྱེད་པ་ལ་དང་པོ་འཇིག་རྟེན་གསུམ་ཀུན་ཟད་ཡ་དེ་གང་འདྲ་ཡིན་པ་ཅིག་ངེས་དགོས་དུས་བཙལ་ནས་དེ་ནི་དེ་ལ། ད། ཅེས་དང་དེ་ནས་ཅེས་ངོ་མཚར་གྱི་གཏམ། སུམ་ཅུ་སོ་བདུན་ཟེར་ནས་འཇིག་རྟེན་གསུམ་གོང་གི་དང་རྣམ་ཐར། དེ་ཚུར་ན་ཡོང་གི་འདུག་བ་དང་སྔོན་མེད་ཀྱི་ཆ་ལ་ངོ་མཚར་གྱི་གཏམ་སུམ་ཅུ་སོ་བདུན་ཟེར་ནས་ཚུར། དཀྱུས་གཅིག་ཏུ་ཕྱོགས་གཅིག་ཏུ་བསྒྲིགས་བཞག་པ་དེ་འདྲའི་ཕལ་ཆེར་མཇལ་རྒྱུ་ཡོད་ས་མ་རེད་དེ་ནི། ད་དེང་སང་དེ་ནི་ང་ཚོ། མཁས་དབང་ར་བཟི་དཀོན་མཆོག་རྒྱ་མཚོའི། ད་ཐེངས་ངོ་མཚར་གྱི་གཏམ་གསུམ་ཅུ་སོ་བདུན་དེ་ཆ་ཚང་གི་སྒྲིག་གནང་འདུག་དེ་ཡིན་དུས། ཕལ་ཆེར་དེ་ཚོ་བོད་ཡིག་ཐོག་ལ་ཡོད་རིགས་ཚིག་བཅད་ཐོག་ནས་གསུངས་གནང་འདུག་དེ་དེ་ཁ་གསེང་ཉེ་ཆར་ཡོ་རོབ་ནས་དེ་དབྱིན་ཇིའི་སྒང་ལ་འགྱོད་རེད་ངས་མར་འགྲེལ་བཤད་འདྲ་བོ་ཅིག་ཞུས་དེ་ནས་དབྱིན་ཇིའི་འགྱུར་མཁན་གཅིག་གིས་རྒྱུ་རེད་དེ་ཡིན་དུས་དེང་སང་བསྡད་འདུག་དོན་དུ་འོ་དེ་འདྲ་རེད་གང་ལྟར་ངོ་མཚར་གྱི་གཏམ་གསུམ་ཅུ་སོ་བདུན་ཟེར་ནས་མཇལ་ཡ་ཡོད་དེ་རེད། ད་དེ་ལས་ཚུར་བསྡུ་ཡོང་དུས་ཙང་ནས་དེ་ནས་སྤྱིར་སྔར་ཤེས་རབ་འབྱུང་གནས་ཀྱིས་གསུངས་པའི་རྣམ་ཐར་རྡོ་རྗེ་རིན་པོ་ཆེ་འབར་བའི་མཇུག་དེ་ན། དེ་ནི་འཇིག་རྟེན་བཟུང་དགོས་ལ། གཞན་ལ་མེད་པའི་ཐུན་མོང་མ་ཡིན་པའི་ཁྱད་ཆོས་རྣམ་པ། བདུན། ཟེར་ནའོ། དེ་འདྲའི་གི་ཁྱད་ཆོས་བདུན་ཡང་གསུངས་འདུག། དེའི་འདུས། དེ་ནི་རྣམ་ཐར་རྡོ་རྗེ་རིན་པོ་ཆེ་འབར་བ་དང་ཚོ་གཟིགས་དང་དེའི་མཇུག་དེ་ན་ཆ་ཚང་ཕྱོགས་སྒྲིག་གནང་ནས་ཚུར་བསྡེབས་གཅིག་ལ། རྣམ་ཐར་ངོ་མཚར་བའི་རྣམ་ཐར་བདུན་དེ་འདྲ་གཅིག་ཡང་བསྡུས་གནང་ཡོད་རེད་དེ་གཅིག་རེད། ད་ཡིན་ན་དེ་རིང་ངས་འདི་ནས་མང་ཅིག་ཤོད་འདུག་ཙང་ནས་ཟབ་ཆའི་འབྲས་བུ་དེ་ལ་ཕལ་ཆེར་དོན་དག་ལྔ་འགྲོ་བ་ཅིག་གི་ཐོག་ནས་ཤོད་ན་བསམ་པ་དག་དེ་འདྲ་ཅིག་རེད། དེ་ཡིན་དུས་ཙང་ནས་དང་པོ་བདེ་བར་གཤེགས་པའི་ལུང་གི་ཟིན་པའི་ཆེ་བ། དེ་ནས་དེའི་རྗེས་སུ་སྔོན་དུ་སྐྱེ་བ་ཆད་པར་བྱེད་ཅེས་པའི་ཆེ་བ། དེ་ནས་གང་དུ་འགྲོགས་པའི་སྐུ་ཡི་ཆེ་བ་རིགས་རུས་སོགས་ཀྱི་ཆེ་བ། ཞིང་ཁམས་འདི་ལ་མཛེས་པ་འཕྲིན་ལས་ཀྱི་ཆེ་བ་དམ་པའི་སྐྱེས་བུ་གཞན་གྱིས་བསྔགས་པའི་གྱི་དེ་ལས་ཆེ་བ་ཟེར་ནས་ད་ཕལ་ཆེར་ཆེ་བའི་གྱི་ཡོན་ཏན་རྣམ་པ་ལྔ་འགྲོ་བ་གཅིག་གི་ཐོག་ནས་དེ་ནི་འཇིག་རྟེན་གསུམ་པོ་གི་རྣམ་ཐར་རོགས་བྱེད་ཅིག་ང་ཚོས་ངེས་ཐུབ་ས་རེད་བསམ་བསམ་ཡོད་རེད་དེ་ཡིན་དུས་རོགས་རོགས་གཅིག་དང་ངེས་ཅན་རེད་རེད་བ། ད་དེའི་ནང་ནས་དང་པོ། བདེ་བར་གཤེགས་པའི་ལུང་གིས་ཟིན་པའི་ཆེ་བ་གསུངས་ཡོང་དུས་རྩ་ནས་ད་སྔ་མའི་གི་སྐབས་ལ། མདོ་རྒྱུད་ཉི་ཤུ་རྩ་གཅིག་ལྷག་ཙམ་གཅིག་ནས་ལུང་གིས་ཟིན་བདེ་བ་དེ་འདྲ་ཅིག་ཡིན་གསུང་གི་ཡོད་རེད། དེ་འདྲ་ཡོད་ཡ་ཡོད་ས་རེད་ཡིན་ན་ད་དེང་སང་མདོ་རྒྱུད་ཆ་ཚང་ནང་ལ་མཇལ་ཡག་དེ་འདྲ་ཅིག་ཉིད་བཙལ་ནས་རྙེད་གི་མི་འདུག་གང་ཡིན་ཟེར་ན་པར་རོ་ལ་ང་རང་ཚོ་ཅིག་ད་བོད་དུ་ཧི་མ་ལ་ཡའི་རི་རྒྱུད་ཀྱི་ནང་ཆོས་ཀྱི་དེ་ནས་དོན་གཉེར་གནང་མཁན་དང་ནང་ཆོས་འཛིན་པའི་གི་སྤྱི་ཚོགས་ཀྱི་ནང་ལ། དེ་ནས་ཁྱོད་ཀྱི་ཁོག་པའི་ནང་ལ་གསེར་གྱི་དེ་ནས་ཅིག། ནེམ་བུ་འདྲ་བོ་དེ་མཛོད་ཟུང་དུ་བཙགས་ནས་དེ་ནས་བག་ཚོས། རླུང་སྦྱོར་བ་དྭངས་ཡག་གི་བཟོ་འདྲ་བོ་དང་རླུང་མ་འཐེན་ཡག་གི་བཟོ་འདྲ་བོ་དང་རླུང་ཡར་བཙོས་ཡག་གི་བཟོ་འདྲ་བོ་དེ་འདྲ་མང་པོ་ཅིག་ཕྱག་ཟུང་དུ་བཙགས་ནས། དེ་ནས་དེང་སང། མདོ་རྒྱུད་ཉི་ཤུ་རྩ་གཅིག་ནང་ལྕགས་ཀྱི་ཡ་ས་ཁེལ་མི་འདུག་ནམ་རྒྱུན་དེ་ནས་བོད་ཀྱི་བླ་མ་མང་ཆེ་བ་ཅིག་ལུང་གི་ཟིན་ས་དེ་འཇམ་པའི་རྩ་རྒྱུད་ཡིན་ཟེར་གི་འཇམ་པའི་རྩ་བའི་རྒྱུད་ནས་དེ་ནས་ལུང་ཟིན་ཏོ་རྒྱུ་མང་པོ་ཡོད་པ་ང་ཚོ་ས་ཆ་ཡིན་ན་ས་པཎ་ལུང་གི་ཟིན་ཡོད་གསུང་གི་ཡོད་རེད

དེ་ན་གར་སོང་འདུག་ཟེར་ན་མ་འོངས་བྱང་ཆུབ་དོན་གྱི་ཕྱིར་དཔལ་ལྡན་བླ་མ་རྡོ་རྗེ་འཛིན། སྐུ་གསུམ་སྙིང་པོ་བསྡུས་པའི་བརྡ་འགྲོ་དོན་སྤྱོད་ཕྱིར་འབྱུང་བ་སྟེ། སྟོབས་ཆེན་སྣ་ཚོགས་ནགས་ཁྲོད་དུ་ཐུབ་པ་དཔལ་གྱི་རྒྱལ་པོ་སྟེ་ཤཱཀྱའི་དགེ་སློང་ལས་ཚར་བས་གཞོན་ནུ་འཕགས་པའི་བློ་ཅན་གྱིས་རིམ་དུ་ཅིག་ཆར་རྒྱས་པར་འགྱུར་ཟེར་ནས་ད་དེ་འདྲས་ཅིག་གསུངས་ཡོད། ད་དེའི་ལུང་དེ་འཇིག་རྟེན་གསུམ་གྱི་ལུང་གི་ཟིན་ཐང་འགྲོ་བ་དེ་ག་འདྲས་ཅིག་རེད་ཟེར་ཡོད་འདུག་ཙང་ནས། འདི་དེ་ནས་ང་ཚོ་དང་པོ་འདི་ཅིག་སྐྱོར་དགོངས་ཡིན།

སྤང་གོང་བབས་པ་ཀླུ་སྒྲུབ་དེ་ཉིད་སྟོན་པ་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་སུ། ཤཱཀྱའི་དགེ་སློང་ལས་ཚངས་པའི་དྲི་མ་མེད་པར་གྲགས་པ་གསལ་དང་དེ་ཡིན་པར་བལྟ་སྟེ། ཀླུ་སྒྲུབ་ལུང་གིས་ཟིན་པའི་མདོ་དེ་ཚོ་མཇལ་ཞོག་དང་ལས་ཚངས་པའི་དྲི་མ་མེད་པར་གྲགས་པ་སྟེ། དེ་ནས་ལོ་བཞི་བརྒྱད་ཀྱི་སངས་རྒྱས་མྱ་ངན་ལས་འདས་ནས་ལོ་བཞི་བརྒྱད་ཀྱི་དུས་ལ་དགེ་སློང་ཀླུ་སྒྲུབ་ཀྱིས་དེ་ནས། ད་ཅིག། ཀླུ་སྒྲུབ་སུ་འབྱུང་གི་ཡོད་པ་དེ་འདྲའི་སངས་རྒྱས་ཀྱི་ལུང་གི་བསྟན་བྱ་བ་རེད། དེ་ཡི་འདུས་གཙང་ནས་བདག། ང་ཚོ་དང་འདམ་འདི། དང་འདྲ་ངས་རྒྱུད་ཀྱི་ལུང་གཅིག་ཞུ་ཡ་འདི་འཇིག་རྟེན་གསུམ་ཀུན་ལུང་གིས་ཟིན་པ་ཡིན་པས་ཀྱི། རྒྱུ་མཚན་གྱི་ར་སྤྲོད་བྱེད་ཡ་དེ་ག་རེ་དགོས་ཟེར་ན། ང་ཚོ་སྤྱི་བཏང་ཡེ་ནས་མ་ལུང་སྦྱོང་བྱེད་ནས་ར་སྤྲོད་བྱེད་ཡ་གཅིག་དང་མི་ནས་ཡ་ལུགས་ལྡོག་བྱེད་ནས་ར་སྤྲོད་བྱེད་ཡ་གཅིག་རེད་བ་དེ་འདུག་ལུགས་ལྡོག་བྱེད་ནས་ར་སྤྲོད་བྱེད་དགོས་ས་རེད། ག་འདྲས་བྱས་ནས་ལུགས་ལྡོག་བྱེད་དགོས་རེད་ཟེར་ན། དང་པོ་སྤྱོད་པ་འཇིག་རྟེན་གསུམ་ཀུན་དེ། དཔལ་སྤུངས་འཕགས་པ་ཀླུ་སྒྲུབ་ཀྱི་དེ་ནི་རྣམ་གྲོལ་ཡིན་པས་ཀྱི་རྒྱུ་མཚན་དེ་ང་ཚོ་ངེས་དགོས་རེད། པར་མགོན་འཕགས་པ་ཀླུ་སྒྲུབ་ཀྱི་རྣམ་གྲོལ་ཡིན་པའི་གི་རྒྱུ་མཚན་དེ་ད་ག་རེའི་སྒོ་ནས་ངའི་དགོངས་རེད་ཟེར་གྱི་འདུག་ཙང་ནས། ད་ལྟ། སྐྱབས་མགོན་ཡེ་ཤེས་ནོར་བུའི། ལྗགས་རྩོམ་གནང་བའི་བསྟན་བྱའི་ལྷ་མོ་ན་གསུང་མདོ། སྦྱར་དང་དགྲ་བཅོམ་སློབ་དཔོན་འཕགས་མ་ཡིས་ཡང་ཡང་ལུང་གིས་ཟིན་པའི་སྦྱར་ཚབ་ཆེ་གསུང་མདོ་དེ་འདུག་འཕགས་མ་ཡིས་ཟེར་ཡ་དེ་རེད་ད་རྗེ་བཙུན་སྒྲོལ་མས་ལུང་གིས་ཟིན་དུས་ཀླུ་སྒྲུབ་ཡིན་པ་དེ། དེས་འཛིན་སྟངས་དེ་གང་འདྲ་ཞིག་ནས་སེམས་ཡོད་རེད་ཟེར་དུས་ཚང་ནས་ད་ནི་སྔོན་མ་འཇིག་རྟེན་གསུམ་ཀུན་གྱི་ད་སྐུ་དུས་རེད་བ། དེའི་སྐུ་དུས་དེ་ནང་བོད་ལ་རྒྱ་གར་ནས་མར་དེ་ནས་ཁ་ཆེ་པན་ཆེན་ཕེབས་པའི་སྐབས་རེད། ཁ་ཆེ་པན་ཆེན་བོད་ལ་ཕེབས་ཡོད་རེད། ཁ་ཆེ་པན་ཆེན་བོད་ལ་ཕེབས་ཡོང་དུས་ཚང་ནས་དེ་ནས་ད་ལྟ་འདི་ད་ཁ་ཆེ་པན་ཆེན་ལ་ཁ་ཆེ་པན་ཆེན་གྱི་ད་ཞབས་ཕྱི། ཕལ་ཆེར་པཎ་ཆེན། རྒྱ་གར་གྱི་པན་དྷི་དང་བུ་བུ་དྷི་ཙི་འདྲ་ཟེར་ཡ་དེ་ཁ་ཆེ་པན་ཆེན་གྱི་དེ་ནས་སྐུ་མཆེད་ཆུང་བ་ཕལ་ཆེར་ཡིན་ས་རེད་བསམ་སོང་འདུག་དེ་གི་ཆ་ལ་དེ་ནས་ད་ལྟ་འདི། ཨོ། དགྲ་བཅོམ་པ། ཨོ། རྒྱ་གར་གྱི་དགྲ་བཅོམ་པ་གཅིག་གིས་དེ་ནས་མེ་ཏོག་པད་མ་དཀར་པོ་གི་སྒྲོམ་དེ་འདྲ་ཁ་ཤས་ཅིག་ཕུལ་ཡོད་རེད་བསྐུར་ཡོད་རེད། མེ་ཏོག་པད་མ་དཀར་པོ་གི་སྒྲོམ་དེ་འདྲས་བསྐུར་ནས་འདི་དེ་ནས་ཆེས་བོད་ལ་ཕེབས་པའི་སྐབས་སུ་སློབ་དཔོན་ཀླུ་སྒྲུབ་ཀྱིས་གནམ་འཕྲུར། ཨོ་དེ་འདྲ་ཅིག་བཞུགས་ཡོད་རེད་དེར་འབུལ་རོགས་བྱས་ཟེར་མེ་ཏོག་པད་མ་དཀར་པོ་གཅིག། དེ་ནི་དེ་མ་ཡིན་པའི་ད་དུང་མེ་ཏོག་པད་མ་དཀར་པོ་ཁ་ཤས་ཁ་ཤས་འབུལ་ཚར་དེ་འདྲས་གསུངས་ཡོད་རེད་དེ་ཡིན་དུས་ཙང་ནས་དགྲ་བཅོམ་པ་དེ་གིས་ད།

དེ་ཕེབས་ཡོང་དུས་ཙང་ནས་དེ་ནི་དཔོན་ཁ་ཆེ་དཔོན་ཆེན་ད་བོད་ཀྱི་ས་ཆ་སྟོད་ཕྱོགས་ལ་བཞུགས་ཡོང་དུས་ཙང་ནས་དེ་ནི་སྐབས་དེ་དུས་འབྲི་གུང་གི་ཚངས་པ་དེ་འདྲས་ཅིག་ཚངས་པ་དེ་འདྲས་ཁ་ཤས་ཅིག་ད་སྟོད་ཀྱི་གངས་རིན་པོ་ཆེ་མཆོག་ལ་ཡ་མཚམས་བཞུགས་ཁག་དེ་འདྲས་ཕེབས་ཀྱི་མེད་འགྲོ་གང་ལྟར་དེ་འདྲས་ཅིག་ཁ་ཆེ་དཔོན་ཆེན་མཇལ་ལ་སླེབས་ཡོང་དུས་ཙང་ནས་དེ་ནི་ཁ་ཆེ་དཔོན་ཆེན་ལ་ཞབས་རྗེས་དེ་ལ་ད་ང་ལ་ཁ་ཆེ་དཔོན་ཆེན་གྱི་ནབ་ས་ཅིག་གནང་རོགས་བྱེད་ཟེར་ནས་ཞུས་ཡོད་ས་རེད། ནགས་ཚལ་ནང་དེ་ཡ་ཡོད་མ་རེད་ཁ་ཆེ་པན་ཆེན་གོང་ལྟ་བས་དགེ་སློང་ཚུལ་ཁྲིམས་རྣམ་པར་དག་པ་དེ་འདྲས་ཅིག་ཡིན་དུས་རྫ་ནས་ཆུ་བོ་དང་ཧོང་ཟི་དང་ཁར་སི་ལ་སོགས་པ་དེ་ཚོ་ཚང་མ་དེ་ཁོ་བོས་ཡོད་རྗེས་དེ་ཚོ་ཚང་མ་དེ་ལྷག་མ་བྱུང་ནས་ཡོད་མ་རེད། ཁོ་རང་གི་ཆོས་དེ་ཡ་རེད་ཁོ་རང་གི་བུ་ཆོས་ཅིག་གནང་དེ་ཡ་དེ་མ་གཏོགས་ཡོད་མ་རེད། དེ་ཡིན་དུས་ད། དེ་འདྲས་ཡིན་ན་ད་ལྟ་ཁོང་རང་གི་ཆོས་དེ་བས་ཆོས་གི་དེ་སྤྲད་རོགས་བྱས་ཟིན་ད་ལྟས་ཟིན་ཚང་ཁ་རོགས་ཀྱི་བྱ་ཡོད་ས་རེད། ཞབས་ཕྱི་དེ་ལ་ལྟས་ཟིན་བུ་ཆང་གྲོགས་ཀྱི་དེ་ཚོ་མིན་འགྲོ་ཞབས་ཕྱི་དེ་ཕལ་ཆེར་བཀའ་གདམས་པའི་གི་དེ་ནས། ཆོས་རྒྱུད་འཛིན་མཁན་དེ་འདྲས་ཅིག་ཡིན་པ་རེད། དེ་བྱས་ཡོང་དུས་ཙང་ནས་དེ་ནི་ཞབས་ཕྱི་དེ་ལྟས་སུ་ཁོང་ཁྲོ་ཟ་ནས་འབུད་ཆགས་ཅིག་བཏང་ཡོང་དུས། འགྲོ་འོང་གི་མཚམས་པར་རེད་ནས་སྣ་ཁྲག་ཐོན་སོང་དོ། ད་ག་འདིར་གྱོང་རག་རེད་ཆུ་བུ་མ་རག་རེད་ས་ལ་བརྡབས་སོང་རེད། དེ་ནི་དེ་འདྲའི་བྱས་ཡོང་དུས་ཙང་ནས་དེའི་རྗེས་ལ་ད་ཁ་ཆེ་པན་ཆེན་གྱི་ནང་ནམ་རྒྱུན་ཁོང་རིགས་ཀྱི་ཐུགས་དམ་གྱི་ལྷ་གཙོ་བོ་དེ་རྗེ་བཙུན་སྒྲོལ་མ་རེད་དོ། རྗེ་བཙུན་སྒྲོལ་མ་དེ་འདྲའི་ཉམས་ལེན་གནང་ཡོང་དུས་དེ་ཐུགས་དམ་བསྐྱོད་སྐབས་ལ་རྗེ་བཙུན་སྒྲོལ་མའི་ཞལ་གཟིགས་ལྟ་བུར་གནང་གི་ཡོད་ས་རེད། ཡིན་ན་ཡང་ཉི་མ་བདུན་ཕྲག་གཅིག་ཚེས་གཅིག་ལ་ཞལ་གཟིགས་ཆུ་ནས་གནང་མི་འདུག་རྗེ་བཙུན་སྒྲོལ་མས་ཞར་ཆུ་ནས་མ་བྱས་རེད་ཁ་ཆེ་ཕན་ཆེན་གྱི། ད་དཔེ་ཅིག་གསོལ་བ་ཞུ་དྲག་ཏུ་བཏབ་འབད་བརྩོན་ཤུགས་ཆེན་པོ་གནང་ཡོང་དུས་ཚང་ནས་བདུན་ཕྲག་གཅིག་ཚེས་གཅིག་ལ་རྗེ་བཙུན་སྒྲོལ་མའི་སྐུ་ཕྱྭ་གདན་ཟླ་བ། དེ་ནི་ཁ་ཅིག་པེ་ཅིན་དང་ག་ལེས་ངེད་ཅིག་དང་ནམ་ཕྱག་རྒྱུན་དུ་ཉམས་ལེན་གྱི་སྐབས་ལ་དེ་ནི་རྗེ་བཙུན་སྒྲོལ་མའི་ཞལ་དངོས་སུ་བསྟན་གྱི་ཡོད་དེ་ད་ད་ལྟ་བར་དུ་ཉི་མ་བདུན་གཅིག་གི་རིང་ལ་ཞལ་དེ་འདྲ་མཇལ་རྒྱུ་མེད་པ་དེ་གར་བྱས་རེད་ཟེར་གྱི་འདུག་ཙང་ནི་འོ་ད་ཁྱོད་རང་གི་སློབ་མ་གི་ཀླུ་སྒྲུབ་ཀྱི་སློབ་མ་དེ་ནི་པའི་ས་ལ་བདམས་ནས་སྣ་ཁྲག་བཏོན་ནས་ད་པས་ལས་ཀ་ཚབས་ཆེན་ཅིག་བྱས་སོང་ང་ད་དེའི་དམ་སེལ་འགྲོ་ཅིག་གི་དབང་གིས་དེ་ནི་ང་ཁྱོད་རང་དང་མཐོང་མ་ཐུབ་པ་རེད་དེ་འདྲ་སོང་བ་རེད་དེ་གསུངས་དུས་ཁ་ཅིག་པེ་ཅིན་ངའི་རྩ་བ་ཉིད་ལ་ཧ་གོ་མོ་སོང་དེ་ག་འདྲས་ཡིན་ནའང

དེ་ཡང་ང་རང་ཚོ་གི་ལོ་རྒྱུས་ནང་ད་ག་ཟེར་གྱིས་བར་སྒྲོ་བཏགས་བྱས་པ་དེ་འདྲ་ཁས་མ་རེད་དེ་ཡིག་ཆ་ཁུངས་ཐུབ་ནང་འདུག་ད་ལྟ་ཁྱེད་རྣམ་པ་དང་གལ་སྲིད་ང་ཚོ་ཡིག་ཆ་གཅིག་བསྔོགས་ན་དེ་ནས་ད་ལྟ་འདི་ནང་ལ་འདུག་ཞིབ་ཕྲ་འདྲ་བོ་དེ་ཨོ་མི་དགོས་ལོ་ཙཱ་བས་ཀྱི་དེབ་ཐེར་སྔོན་པོ་ནང་འདུག་དེབ་ཐེར་སྔོན་པོ་ག་བ་ཡོད་རེད་དེབ་ཐེར་སྔོན་པོ་ནང་མགོ་ལོག་གཞོན་ནུ་བར་གྱི་དེ་ཙམ་མ་ཟད་དེ་ནི་ཁྲོ་ཕུ་ལོ་ཙཱ་བའམ་བྱམས་པ་པར་ཟེར་གི་རེད་ད་ལྟ་ང་ཚོ་འདི་ན་ཁ་སང་དེབ་ཀྱི་ནང་ན། ཁ་ཆེ་པན་ཆེན་གྱི་བུ་གཡག་གི་ཆུ་ཕྱེད་མེ་ཏོག་གི་ཕྲེང་བ་ཟེར་བ་དེ་བསྒྱུར་མཁན་དེ། ལོ་ཙཱ་བ་བོད་ཀྱི་ལོ་ཙཱ་བ། ག་རེ་སོང་འདུག་མེ་ཏིར་པར། གི་བསྒྱུར་བ་རེད་སོང་འདུག་མེ་ཏིར་པར་ཟེར་ན་བྱམས་པ་པར་ཟེར་གི་རོ། མེ་ཏིར་ཤེལ་གྱི་བསྒྱུར་བ་རེད་སོང་འདུག་མེ་ཏིར་ཤེལ་ཟེར་ན་བྱམས་པ་པར་ཟེར་གི་རེད་དེ་ཡིན་དུས་ཁ་ཆེ་པན་ཆེན་བྱམས་ད་ལྟ་འདི་ཁྲོ་ཕུ་ལོ་ཙཱ་བ་བྱམས་པ་པར་ཟེར་གི་རེད།

དེ་ནས་ད་ཉི་མ་གཅིག་ལ་ཁོང་རང་གི་ཞབས་ཕྱི་པ་དྲི་དང་སྦུབ་བུ་དེ་ཚེ་དང་འཇག་ངང་འཕེལ་ཡོང་གི་དེ་གས་ད་དེ་དུས་བོད་ནང་ལ་བཀའ་དར་སྦེད་ཀྱི་རྒྱལ་མཚན་དེ་ཚོ་གི་ཕྱག་བྱ་བ་སྐབས་བཅུ་མང་པོ་གནང་དགོས་ས་རེད་ཕྱག་བྱ་བ་སོགས་དེ་དུས་བཀའ་བརྒྱུད་པ་ཟིག་འདུག་བཀའ་གདམས་པ་དང་ཕྱག་བྱ་བ་གཉིས་ཕན་ཚུན་ལྟས་ཚེ་གཅིག་ཕག་སོང་ཕྲུག་གུ་འདྲ་གཅིག་ཡོད་པའི་སྐབས་ཡིན་ས་རེད།

དེ་ནས་སྦོམ་པོ་དེ་ཚོ་ལ་བལྟས་ཚེ་ཞེ་སྡང་འདྲ་བོ་བྱས་ནས་ད་གར་བྱེད་བོ་ད་བས་དེ་འདྲའི་གི་ཞུ་བ་ཤ་བོ་གར་བྱེད་མི་བཟོ་ཡིན་དུས་དེ་ནས་བྱས་སུ་ད་ཁ་ཆེ་པན་ཆེན་གི་ད་ལྟ་ཆུ་སྐྱེས་མེ་ཏོག་གི་འཐུང་བ་ཟེར་ཡ་དེ་བསྟན་བཅོས་དེ་བརྩམས། ལེགས་སྦྱར་སྐད་ཐོག་ལ་དེ་བྱང་འབབ་ཁྲོ་ཕུ་ལོ་ཙཱ་བ་གི་བསྒྱུར། ཡིན་ན་ཡང་དེ་ནི་དེ་དུས་འགྲོ་འོང་ནས་ད་ལྟ་འཇིག་རྟེན་སྲོང་མགོ་སྐམ་འབུམ་ན་གཟིགས་དང་ཁ་ཆེ་པན་ཆེན་ལ་ཕུལ་བྱས་པའི་ཞུ་སྙན་དེ་འདྲ་ཡོད་རེད་ཕེ་རོ་ནང་སེམས་བདེ་འཇུག་ཡིག།

ཡིན་ན་ཡང་སྤང་གོང་འཕོ་བ་ཀླུ་སྒྲུབ་པའི་གསུང་ཉན་ཡག་ང་དཔེར་སྤྲོ་སྣང་ཡོད་ཟེར་ན་དགའ་བ་ཡོད་ཟེར་ན་དངོས་གནས་ཉན་འདོད་ཡོད་དེ་ཡིན་ན་ད་ལྟ་གནས་སྐབས་སྐྱབས་ཐོབ་ས་མ་རེད་ད་ཡིན་ན་ཡང་དེ་གི་ཚབ་ལ་ད་ཅི་ངས་འདི་ནས་ཆོས་སྐྱིད་ཀྱི་མེ་ཏོག་གི་འཕྲེང་བ་དེ་དང་དེ་ནས་ད་ལྟ་འདི་སིངྒ་ལའི་དགྲ་བཅོམ་པའི་སྐུར་བཞེངས་པའི་མེ་ཏོག་པད་མ་དཀར་པོ་དེ་དང་མཉམ་དུ་བྱས་ནས་འདི་ནས་པཎ་ཆེན་བུ་བུ་ཏི་ཙི་འདྲ་དེ་ད་འབྲི་འོང་དེ་ལ་འཇིག་རྟེན་གསུམ་པོ་ཀུན་འདུས་ནི་འདི་ནས་བསྐྱར་ནང་དུ། སྐྱབས་མགོན་ཡོངས་འདུས་ཚང་ནས་དེ་ནས་པཎ་ཆེན་འབུལ་བོད་དུ་འཛིན་གྲྭ་འཇིག་རྟེན་གསུམ་ཀུན་མཇལ་ནས་དེ་ནས་གཅིག་གསུང་ཆོས་འདི་ཚོ་གསར་བ་དང་རྒྱ་ཆེ་བའི་ཆོས་མང་པོ་གསན། ལྷག་པར་དུ་དེ་ནས་བསྟན་བཅོས་འཛིན་གྲྭ་ནང་ད་ཁ་སང་རོབ་ཙེ་ཅིག་ཞུས་ཡོད་པ་བསྟན་བཅོས་འཛིན་གྲྭ་ནང་དེ་ཞུས་ནས་ཅིག་མཇལ་ཡོང་དུས་དེ་ནས་དངོས་གནས་ཅིག་བསྟན་བཅོས་ཚིག་ཉུང་ལ་དོན་ཟབ་པ་མདོར་ན་ཕྱག་རྒྱ་ཆེན་པོ་ལྔ་ལྡན་གྱི་དོན་ཡོངས་སུ་རྫོགས་པ་ཚང་ལྡན་མཁན་ཅིག་ཡིན་པར་གཟིགས་ནས་དེ་ནས་ད་ལྟ་འདི་པཎ་ཆེན་འབུལ་བོད་དུ་འཛིན་གྲྭ་གི་ད་ལྟའི་ང་ཚོ་བཙན་ད་མ་ནི་འདི་རྒྱ་སྐད་ཐོག་ཕར་བསྒྱུར་བ་རེད་གསུངས་པ་ལོ་རྒྱུས་ནང་དེ་འདྲ་ཡོད་རེད། དེ་ནང་བཞིན་ཆོས་རྗེ་མེ་ཏོག་གི་ཐུགས་མ་དེ། ཁྲོ་བོ་ལོ་ཙཱ་བ་གི་བོད་སྐད་ལོགས་ལ་བག་ཀྱང་འབྲི་འོང་ན་ཡག་ཕོད་རེད། འོ་དེ་འདྲ་བྱས་ནས་གང་ལྟར་རྩ་ཆེན་པོ་དེ་འདི་གནང་ཡོད་ས་རེད་སྐབས་དེ་དུས་བརྩམས་པ་ལ་ཡོངས་སུ་གྲགས་པ་རོགས་གཅིག་ལ་ག་རེ་ཡོད་ས་རེད་ཟེར་ན་ལོ་རྒྱུས་ནང་དང་དེ་ནས་རྒྱ་ཆོས་བོད་ལ་བསྒྱུར་བ་བརྒྱ་ཡོད་ན་ཡང་བོད་ཆོས་རྒྱ་ལ་བསྒྱུར་བ་གཅིག་ཡིན་ཟེར་ཡག་དང་དེ་འདྲའི་གི་སྐད་འདྲ་བྱུང་ཡོད་ས་རེད།

རུས་སྦལ་མོའི་སེམས་གསལ་དཔེ་མཛོད་ཁང་ཆེན་པོ་ཞིག་དང་བ་དེའི་དཔེ་མཛོད་ཁང་ཁོང་ཚོ་གི་དྲ་ཆ་ཅིག་ཡོད་རེད་བ TBRC ཟེར་ཡ་དེ་ནང་དུ་ནས་བླུགས་ཡོད་རེད་དེ་རྣམས་མཇལ་ཡ་ཡོད་རེད་དེ་རེད་དེ་ནས་ད་ལྟ་འདི་འགོ་ལོ་གཞོན་ནུ་བར་གྱི་དེབ་ཐེར་སྔོན་པོ་དེ་དེང་སང་དཔེ་ཆ་གསལ་གསལ་སྟོན་དུ་མཇལ་ཡ་འདུག་བ། ཨོ་དེ་ཡིན་དུས་ཙང་ནས་དེ་ནས་ད་དེ་ཚོ་གི་རྒྱུ་མཚན་ལ་བརྟེན་ནས། སྤྱོད་པ་འཇིག་རྟེན་གསུམ་པོ་འདི་བློ་གྲོས་ཀྱི་རྣམ་རོལ་ཡིན་པ་དེ་རྗེ་བཙུན་དྲི་མེད་ལྷུན་རྟེན་པ་དེའི་སྒོ་ནས་གྲུབ་ཡོང་གི་ཡོད་རེད། དེ་ནས་ཡང་ཁ་ཤས་ཀྱིས་དེང་སང་བདག་འདི་འདྲའི་ཟེར་མཁན་ཡོད་ཚར་བ། འཇིག་རྟེན་གསུམ་པོ་ཀླུ་སྒྲུབ་རེད་ཟེར་སྐད་ཆ་དེ་ཕྱིས་སུ་བག་ཅིག་སློབ་མ་དེ་ཚོ་གིས་སོ་སོ་གི་དང་ཅིག་ཕ་མེས་ལ་ཕ་ཀླུ་སྒྲུབ་ཀྱི་སྤྲུལ་བ་ཡིན་ཟེར་ནས་ཡག་བཤད་བཞག་པ་ཅིག་མ་གཏོགས་འཇིག་རྟེན་གསུམ་པོ་ཞལ་བཞུགས་ཀྱི་སྐབས་ཀླུ་སྒྲུབ་རེད་ཟེར་མཁན་བྱུང་ཡོད་ས་མ་རེད་ཟེར་ཡག་དེ་འདྲའི་ཡང་ལབ་ཀྱི་ཡོད་ས་རེད། ཡིན་ན་ད་ད་ལྟ་གཅིག་བྱུང་ཚར་སོང། ད་མདོར་གཉིས་པ་ཅིག་ཡོད་རེད། མགུ་རུ་གཞོན་ནུ་བར་གྱི་དད་ལྡན་ལ་གསུང་དུའང། སྐར་མ་བ་དང་པོ་དུས་གསུམ་མཁྱེན་པ། འབྲི་གུང་ལ་ཕེབས་ནས། ཁྱེད་འདི་ནི་ཀླུ་སྒྲུབ་ཀྱི་རྣམ་འཕྲུལ་རེད་ཟེར་ནས་ཐུགས་མ་དང་པོ་གསུང་མཁན་དེ་སྐར་མ་བ་དུས་གསུམ་མཁྱེན་པ་རེད་གསུང་དུ། འོ་དེ་གསུང་དུ་དེ་ཡིན་དུས་ཚང་ནས་འཇིག་རྟེན་གསུམ་པོའི་ཞལ་བཞུགས་ཀྱི་སྐབས་ལ་ཡང། ཀླུ་སྒྲུབ་ཀྱི་རྣམ་འཕྲུལ་ཡིན་པ་དེ་འདྲ་ཅིག་ཕལ་ཆེར་ཡོངས་གྲགས་འདྲ་བོ་ཅིག་ཆགས་ཀྱི་ཡོད་ས་རེད་ད་ལོ་རྒྱུས་དེ་ཚོ་གཟིགས་ཟེར་བ།

ད་སྤང་མགོན་ཕུར་པ་ཀླུ་སྒྲུབ་དེ་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་ཀྱི་སྐབས་སུ་བཞུགས་པའི་གི་དེ་ནི་ད་ལྟ་འདི་ལི་ཙྪ་བའི་གྲི་འབངས་ལ་གྲགས་པ་ཟེར་ཡ་དེ་ཡིན་པ་དེ་སངས་རྒྱས་ཀུན་རང་གི་མདོ་ལུང་ན་དངོས་སུ་གསལ་ལེ་ཡོད་རེད་དེ་ཡིན་དུས་ད་ལྟ་འདི་ན་ཡང་དེ་ནས་ཤར་རྗེའི་དགེ་སློང་ལི་ཙྪ་བའི་གཞོན་ནུ་དཔའ་གཅིག་བློ་ཆེན་གྱིས་རིམ་དང་ཅིག་ཆར་རྒྱས་པར་འགྱུར་གསུངས་ཏོ། དེ་ཙམ་མ་ཟད་མ་འོངས་པ་ལ་སྟོབས་ཆེན་སྣ་ཚོགས་ནགས་ཁྲོད་དུ་གསུངས་ཏོ་མ་འོངས་པ་ལ་ང་ཚོ་འགྲོ་འོང་བར་གྱི་ནགས་ཁྲོད་ཟེར་བ་དེ་ཡིན་དུས་གནས་བྱེད་པ་ཅན་དེ་ཡང་བསྟན་ཡོད་པ་དེ་ཚིག་དོན་ནང། རྒྱུད་དེ་ལུང་ན། འོ་དེ་འདྲ་བྱས་ཡོན་དུ་ཚང་ནས་ཐ་དད་ལ་སོགས་པའི། དེ་ནས། མདོ་རྒྱུད་ཀྱི་ལུང་གིས་ཟིན་པའི་ཆེ་བ་ཟེར་ཡག་ལ་དེ་འདྲ་བྱེད་ཡོན་ཡོད་རེད། ད་དུང་ང་ཚོ་དེ་ནས་ཇི་ལྟ་ནམ་རྒྱུན། ཀླུ་སྒྲུབ་གཉིས་པ་འཇིག་རྟེན་གསུམ་མགོན་ཞྭ་བོ་གསུང་ཡང་འགྲུབ་དེ་འདྲའི་དང། དེ་འདྲ་མ་གཏོགས་དམིགས་བསལ་གྱི་ཐོགས་མེད་ཀྱི་སྒྲུབ་པ་ཡིན་ཟེར་ན་འགལ་གསུམ་མར་བ། ཡིན་ན་ཡང། ཡིག་ཆ་བསྔོག་པ་དང་ཕལ་ཆེར་ཀླུ་ཐོགས་གཉིས་ཀ་གི་སྒྲུབ་པ་ཡིན་པ་ཅིག་དོན་ཡོང་གི་འདུག་སྟེ།

དེ་ནས། སྟོན་པ་སེམས་ཅན་བཅོམ་ལྡན་འདས་ཀྱིས་དེ་ནས་ལས་བརྩམས་པའི་དྲི་མ་མེད་པར་གྲགས་པ་ལ། གསུངས་པའི་མདོ་གཅིག་ལུང་དྲངས་ཏོ་ད་དེའི་ལུང་འདི་སྔོན་མེད་ཀྱི་བླ་མ་དེ་ཚོགས་ཀྱིས་གསུངས་པ་ནང་བཞིན་བླ་མ་དྲུག་ཏུ་ཆགས་སོ་དུ་བཙུན་པ་ལུང་དེ་ཚིག་ཇི་མ་ཇིའི་རིང་དུ་དོན་དག་རྣམས་གསུངས་ཡོད་དོ། མདོ་ནི་ག་རེ་གསུངས་ཡོད་རེ་ཟེར་ན་འདི་གསུངས་འདུག། ལས་བརྩམས་པའི་དྲི་མ་མེད་པར་གྲགས་པ་འདི། ང་མྱ་ངན་ལས་འདས་ནས་ལོ་བཞི་བརྒྱད་ཀྱི་རྗེས་ལ་ལྷོ་པོ་ཀླུ་སྒྲུབ་ཅེས་བྱ་བ་ཅིག་ལ་འཇུག་གི་རེད།

དེའི་འོག་ནས་འཇིག་རྟེན་སོགས་ཁོང་རིགས་ཀྱི་གར་སོང་འདུག་ཟེར་ན་ངའི་བསམ་ལ་སོང་འདུག། འདིའི་ལུང་འདི་ལ་ངས་བལྟ་བ་ཡིན་ན། ཕལ་ཆེར་དེ་ནི་སྤྲུལ་པ་གཅིག་དགའ་ལྡན་ལྷ་ཡུལ་ལ་བྱམས་པས་འདོད་ན་དེ་ནི་ཆོས་ཞུ་བ་ལ་ཕན་འགྲོ་གི་རེད་གསུངས་ཡག་དེ། དེ་ནི་འཕགས་པ་ཐོགས་མེད་ཡིན་པར་སེམས་སོ་གསུངས་ཡོད་རེད་ད་འཇིག་རྟེན་སོགས་ངོ་སྐམ་པོ་ནང་ཟེར་གྱི་ཡོད་རེད། དེ་བྱེད་དུས་ཟེར་ན་དེ་ནི་འཇུག་སྡོམ་ཡག་པོ་དེ་བྱ་ཡག་རག་ཏུ།

ཀུན་དགའ་བོ་བྱིན་ཏེ། དེར་འཇིག་རྟེན་སྲུང་མ་མི་ཅི་རབ་ཅེས་གསོལ་འདེབས་ཀྱིས་འདུལ་བ་འདི་མགོ་དེ་ན་མ། དེ་ནས་ཅིག་སྔོན་དུ་སྐྱེ་བ་གང་དེ་གང་དེ་བཞིའི་ཡུལ་མིན་གོ་ཆ་ཚང་གཅིག་འདུལ་བ་བོ་དེ་ཚོ་ལ་ཟེར་གྱི་རང་འདོད་ས་རེ་དེའི་འདུལ་སྔོན་དུ་སྐྱེ་བ་ཁྱད་པར་ཅན་ཤེས་པས་ཀྱི་དེ་ནི་བྱེད་པ་ཟེར་བ་དག་དེ་འདྲ་ཇི་སྲིད་ཟབ་ཆེན་མ་མཐོང་ཙམ་གྱིས། དེ་ནས་དེའི་བཞིན་དུ་དག་གང་དུ་འཁྲུངས་པའི་རིགས་རུས་ཀྱི་ཆེ་བ་ཟེར་དེ་རེད་དག་གང་དུ་འཁྲུངས་པའི་རིགས་རུས་ཀྱི་ཆེ་བ་ཟེར་དུས་ཙང་ནས་ང་ཚོ་དེ་ནས་ཅིག་དག་བོད་ཁ་བ་གངས་ཅན་གྱི་ལྗོངས། དེ་ཡང་དེ་ནས་ཅི། མདོ་དབུས་ཁམས་གསུམ་ཟེར་དགོས་ན་འདྲ་ཐང་དེ་འདྲའི་གི་བོད་ཆོལ་ཁ་ཟུང་གི་ནང་ཚན་ནི་གཙོ་བོ་ག་ཟེར་ན། དེ་ནས། འདི་སྐབས་ཁོ་གསུམ་ཁུངས་གཏོགས་རོགས་མདོ་སྟོད་ཀྱི་ཁུངས་གཏོགས་རོགས་ད་དེ་འདྲ་ཅིག་རེད་དེ་ཡིན་དུས་ད་དེ་ལ་དེ་ནས་ཅི་ཡབ་ལ་ག་རེ་གསུང་གི་ཡོད་མེད་དང་ཡུམ་ལ་ག་རེ་གསུང་གི་ཡོད་མེད་དེ་ཚོ་སྐོར་དེ་དམིགས་བསལ་དེ་ནས་ཅི་ད་ལྟ་འདི་ནས་ཞུ་མི་དགོས་ཅེས་ང་ཚོ་དུས་ཚོད་དེ་ཡང་ད་ཅིག། ཐུང་ཐུང་འདྲ་བོ་ཅིག་མ་གཏོགས་མེད་ཡོང་རེད་དེ་ཚོ་དེ་ལོ་རྒྱུས་ནང་ཁུག་ཁ་གསལ་བོ་འདྲ་ཅིག་ཡོད་དུས་ཙང་ནས་དེ་ཚོ་ལ་དེ་ནས་གཟིགས་ཡག་ན་འགྲིག་གི་ཡོད་རེད་གང་ལྟར་དེ་ནས་སྤྱི་ལོ་གཅིག་སྟོང་གཅིག་བརྒྱ་བཞི་བཅུ་ཞེ་གསུམ་གི་ལོ་ལ་དེ་ནས་ཀུན་འཁྲུངས་པ་རེད། ད་དེ་ནས་ང་ཚོ་གཙོ་བོ་ག་རེ་བསམ་བློ་བཏང་དགོས་ཟེར་ན་ཞིང་འདི་མཛེས་པ་འཕྲིན་ལས་ཀྱི་ཆེ་བ་ཟེར་ད་དེ་དུང་བསམ་བློ་བཏང་དགོས་ཀྱི་འདུག། སྤྱིར་ན་ང་ཚོ་ནམ་རྒྱུན་འདི་འདྲ་ཞིག་འདྲ་བར་ག་ཟེ་ད་ཅིག་ད་ལྟ་བར་དུ་དུས་རབས་ཉི་ཤུ་རྩ་གཅིག་མ་ཐུག་གི་བར་དུ་ལ། ང་ཚོ་བླ་མའི་གིས་དེ་ནས་ཀྱི་རྣམ་ཐར་དང་ལོ་རྒྱུས་འདྲ་བོ་ཞིག་བཤད་ཡོང་བ་ཡིན་ན་ཡང་ཅིག་སངས་རྒྱས་ཀྱི་ལུང་གི་ཟིན་བདེ་བ་དེ་དཔེ་གལ་ཆེན་པོ་ཞིག་སྤྱིར་ན་ད་གལ་ཆེན་པོར་བ་དཔེ་ཟིན་བདེ་ཟིན་བྱེད་ཆེན་པོ་ཡིན་པ་གཅིག་དང། དེ་ནས་དཔེ་མཛོད་འཕྲུལ་བསྟན་ས་དང་མངོན་ཤེས་ཤེས་ས་དང་ད་དེ་ཚོའི་གྲས་དེ་དཔེ་ཅིག། སྐད་གྲགས་ཆེན་པོ་ནང་འགྲོ་བསྡད་དུས་ཙང་ལས་དེ་ཚོགས་ཀུན་མང་པོ་ཡོད་དེ་ཡིན་ནའང་ད་ལྟ་ང་རང་ཚོགས་ཀྱི་ལོ་རྒྱུས་དང་ད་ལྟ་དངོས་གཙོ་མ་བས་ཀྱི་ལུགས་འདྲ་བོ་ཅིག་རྗེས་སུ་འབྲང་བ་མངོན་དུ་བྱས་ཡོད་དུས་ཙང་ལས་མི་དེ་གིས་དེ་ནི་མི་ཚེའི་ནང་ལ་དཀའ་ལས་ག་འདྲའི་བརྒྱབ་འདུག་མི་དེས་མི་ཚེའི་ནང་ལ་དེ་ནི་ཧ་ལོ་སློབ་གཉེར་ག་རེ་གནང་འདུག་མི་དེ་གིས་མི་ཚེའི་ནང་ལ་སྒོམ་ཉམས་ལེན་ག་རེ་གནང་འདུག་མི་དེས་མི་ཚེའི་ནང་ལ་སྤྱི་ཚོགས་ལ་བརྟེན་པ་ལ་བྱས་རྗེས་ག་རེ་བཞག་འདུག་ད་དེ་འདྲའི་ཅིག་བསམ་བློ་བཏང་བའི་ཐོག་ནས་དེ་ནི་བླ་མའི་རྣམ་ཐར་དང་མཇལ་སྐུ་གཡུར་དང། སྤྱིར་ན་རྗེ་བཙུན་མི་ར་དང་སྔོན་མ་ནས་རྟོགས་སད་པ་ཡིན་ས་རོ། གལ་སྲིད་རྗེ་བཙུན་མི་ར་ལ་འདི་ཞུས་འདོད་བ་སོང་མ་ཐུབ་ཚོད་རེད། ད་ཁྱེད་པའི་ཞིང་ཁམས་གཞན་དག་ཅིག་ནས་ཕེབས་པའི་གི་སངས་རྒྱས་གཅིག་ཡིན་ས་རེད་གཅིག་གཅིག་གི་སྤྲུལ་པ་ཡིན་ས་རེད་ད་ཁྱེད་སྐུ་ཕྱིར་བླ་མ་སངས་རྒྱས་སུ་གི་སྤྲུལ་པ་ཡིན་བྱང་ཆུབ་སེམས་དཔའ་ག་རེ་ཡིན་ནང་ཆོས་ཀྱི་ནང་ཆོས་ཀྱི་གསུང་ཀློག་བྱེད་ལ་འདུག་ས་ནས་ད་ལོག་ལྟ་ལ་དེ་ལས་སྡུག་བ་ཅིག་ཡོད་མ་རེད་ཟུར་ལངས་སོང། དེ་འདྲའི་བསམ་བློ་གཏང་རྒྱུ་ནི་ད་ནི་ང་ཚོ་པས་ཆོས་ཀྱི་ཆེད་དུ་དཀའ་ལས་རྒྱག་བཞིན་པ་ཚོ་ཚང་མར་ད་ག་ཚོད་ཁྲག་དོན་ན་ཡིད་ཆགས་དགོས་ཀྱི་ཡོད་རེད། ང་དེ་འདྲ་གང་ཡང་མིན། ཁྱོད་རང་ཚོ་ང་པས་སངས་རྒྱས་གཅིག་གི་སྤྲུལ་བ་ཞིག་ཡིན་ན་ཕན་ཡོང་བ་རེད་བསམ་བསྡད་པ་ཡིན་ནི་ནོར་ཚ་རེད། ང་མི་དཀྱུས་མ་ཅིག་ཡིན། མི་དཀྱུས་མ་ཅིག་གི་ནང་ནས་ཡང་ནང་མི་ཚབས་ཆེན་བསགས་སྦྱང་གི་མི་ཅིག་ཡིན། དང་པོ་པས་ཅིག་དང། ཡག་ཤིག། དེའི་རྗེས་སུ་ཨ་ཁུ་དང་ཨ་ནེ་གཉིས་ཀྱིས་འདུག་སྟེ། དེའི་རྗེས་སུ་དེ་ནས་དེའི་དགྲ་ཤ་ལ་ཡང་གི་བྱེད་དུ་མི་དགྲ་སུམ་ཅུ་སོ་ལྔ་ཙམ་ཡང་བསད། སེ་ར་མང་པོ་བརྒྱབ་ཞིང་ལྷ་མོ་པོ་གྲོ་ལ་རྣམས་དང་དེ་འདྲའི་ཚུལ་འདི་སྡིག་པ་རྐྱང་རྐྱང་བསྒྲུབས་ནས་ཐ་མར་དེ་དག་གིས་དེ་ནས་ཅིག་ངེས་འབྱུང་གི་རྐྱེན་བྱས་ནས་དེ་ནས་ཅིག་ཆོས་ཀྱི་བྱེད་ལུས་དང་དཔལ་ཅིག་ཚེ་དང་སྦྲུལ་པ་རྣམས་ལུས་སྲོག་བག་སྣང་མིག་ལ་དོར་ནས་དེ་ནས་པའི་སྐལ་བ་བྱས་ནས་དེ་འདྲའི་བྱེད་དེ་ལོས་ཅིག་མི་ཅིག་ཡིན་མ་གཏོགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཅིག་པའི་ལས་ཀ་ཆ་ཚང་ཚར་བསྡད་མཁན་ཅིག།

དགུང་ལོ་དྲུག་གི་སྐབས་སུ་ནི་ཡི་གེ་ཀློག་ཡག་ཐུབ་ན་བྱང་ཆ་ཆེན་པོ་ཡོད་མཁན་ཅིག་རེད་འདུག་ཡི་གེ་ཀློག་ནས་དགུང་ལོ་དྲུག་གི་སྐབས་སུ་མི་གཞན་དག་ཚང་ཆུའི་ལོགས་ཁར་ཕེབས་ནས་དེད་ནས་ཕུལ་བྱ་བའི་གི་དེ་ནས་ཅིག་ད་རྔན་པ་དེ་ཚོ་གི་ཡབ་ཡུམ་གཉིས་ལ་ཕུལ་ནས་དེ་ནས་ཅིག་ཡབ་ཡུམ་གཉིས་དཔེ་དགའ་བ་ཆེན་པོ་བྱུང་རེད་ཟེར་ཡག་འདུག་དེ་འདྲ་གསུངས་འདུག་ད་དེ་འདྲ་བྱས་ནས་གང་ལྟར་ཅིག་སྐུ་ཆུང་ངུའི་དུས་ནས་དཀའ་ལས་མྱངས་གི་མྱངས་གི་སློབ་སྦྱོང་གནང་གི་གནང་གི་ཕེབས་ལྡན་གི་དེ་འདྲ་ཅིག་རེད། དེ་ནས་དགུང་ལོ་དགུ་ཙམ་ལ་སླེབས་ཡོད་འདུག་ཙང་ནས་ཁོང་རིགས་གི་དེ་ནས་ད་ཨ་ཁུ་རུ་བ་མཁན་པོ་དར་མ། ཁོང་གི་སྐུ་མདུན་ནས་དེ་ནས་ཅི། ད་ཇི་ལྟར་དེ་ཚོས་ཁོང་གི་ཡབ་མེས་དེ་ཚོ་མང་ཆེ་བ་སྔ་འགྱུར་རྙིང་མ་གི་ཉམས་ལེན་ཆུས་ཉམས་ལེན་གནང་གི་ཡོད་རེད་དེ་ཡིན་དུས་དེ་ནས་ཨ་ཁུ་སྐུ་མདུན་ནས་རྡོ་རྗེ་ཕུར་པའི་གི་ཆོས་སྐོར་དེ་འདྲའི་ཞུས་དེ་ཚོ་ལ་ཉམས་ལེན་གནང་དུས་དངོས་གནས་ཅིག་ཕུར་པའི་ཐོག་ལ་འཇིག་རྟེན་གསུམ་པོ་དཔེ་མཁས་པ་རུ་གསུངས་འདུག་ཨང་རྙིང་མའི་གི་དེ་ནས་ཕུར་པ་གི་ཉམས་ལེན་དང་ཕུར་པའི་གི་དེ་ནས་ཅིག་ཨ་བརྒྱད་ཚོགས་ཀྱི་དོན་དེ་ཚོ་ལ་དཔེ་མཁས་པ་ཆེན་པོ་དེ་ཙམ་མ་ཟད་ལོ་དགུ་གི་རྗེས་ལ་མི་གཞན་དག་ལ་ཡང་ཕར་དེ་ནས་ཅིག་ཁྲིད་ཀ་གནང་ཐུབ་མེད་གི་དེ་འདྲའི་གི་དག་ཅིག་པས་བརྩོན་འགྲུས་བྱས་ནས་ཉམས་ལེན་གནང་ནས་འོ་དེ་འདྲ་ཅིག་བྱུང་འདུག་ཨ་དེའི་རྗེས་ལ་དེ་ནས་ཡང་འདས་སོང་ཡོད་ཨང། ཡང་དེ་ནས་ཡུམ་དང་སྲིང་མོ་གཅིག་ཡོད་དེ་སྲིང་མོ་ཉིད་དང་འཇིག་རྟེན་གསུམ་གོ་རང་གཅིག་ཉི་མའི་གོང་ན་ཏོག་ལྷུང་ན་ཨེ་གྲག་གང་ལྟར་གྱི་ཞག་སྟེང་འགྲོ་ན་ཨེ་གྲག་དང་དེ་འདྲའི་བྱེད་དེ་ནས་ཡང་ཅིག་དལ་གྱི་བ་རོ་བ་རོ་ཉམས་ལེན་ན་སློབ་སྦྱོང་ན་དང་དེ་འདྲའི་བྱེད་ནས་ཡུམ་དང་སྲིང་མོ་གཉིས་གསོས་རོ། དེ་ནས་དེའི་རྗེས་ལ་ཡུམ་དེ་ཡང་འདས་སོང་བས་དེ་ནས་སྲིང་མོ་བརྒྱ་ལ་ཁེལ་ནས་དེ་ནས་ཞག་སྟེང་འགོ་བ་ཕིག་ཟླ་བ་ཡི་འགོ་བ་རོ་ཕིག་ཡོད་ལ། དེ་དེ་ལ་ཉོན་ཀྱང་ཡང་འགྱུར་དེ་ལ་ཉོན་དུ་ནི། འོ་ད་ཅིག་ཐོས་བསམ་སྒོམ་གསུམ་འོ་དེ་འདྲའི་ཆ་ཚང་གནང་ནས་ཡར་འཕེལ་བསྟེན་མཁན། འོ་དེ་འདྲ་ཅིག་རེད། དེ་ཡིན་དུས་ཚང་ནས་དེ་ནས་དེ་འདྲ་ཅིག་རེད་དེ་ནས་དེའི་སྤ་རོ་སྤ་རོ་དུ་བ་ལ་ད་ལྟ་འདི་སློབ་དཔོན་སྤྱི་བོ་པ་ཟེར་ཡ་དང་དེ་ནས་རི་སྒྲེང་སྒམ་ཆེན་ཟེར་ཡ་དང་བཀའ་གདམས་པའི་བླ་མ་དགེ་བའི་བཤེས་གཉེན་དེ་འདྲ་ཡིན་ས་དང་དེ་ཚོ་དགོན་སྡེ་ནས་ཡང་དེ་བཞིན་གསུང་ཆོས་མང་པོ་ཞུ། ལྷ་བ་སློབ་གཉེར་མང་པོ་གནང། བློ་ཐག་དེ་འདྲས་ཕྱིན་ཟླ་བ་དེ་འདྲས་ཕྱིས་སུ་དྭགས་གཅིག་འབྲོང་ཁུ་ཕག་མོ་བྲོས་པའི་མཚན་གྱི་སྙན་པ་དེ་འདྲས་གསན་ཡོང་དུས་ཚང་ནས་དེ་འདྲས་ཅིག་སྔོན་མེད་ཀྱི་ལས་ཀྱི་འཕྲོ་བསལ་ནས། ལྷ་གཅིག་འབྲོང་ཁུ་ཕག་མོ་བྲོས་པའི་གྱི་མཚན་དེ་གོ་བ་ཙམ་གྱི་སྒོ་ནས་དེ་འདྲས་ཅིག་འཇིག་རྟེན་གྱི་ཐ་མལ་གྱི་སྣང་བ་དག་ཙམ་གྱི་བར་འགགས་ནས་པའི་ཧང་སོང་བའི་གྱི་ལོ་རྒྱུས་དེ་འདྲས་གསུང་ཡང་ཟླ་བ་དག་དེ་འདྲས་ཀྱི་རྐྱེན་བྱས་ནས་དེ་ནི་ཕག་མོ་བྲོས་པ་དག་ཅིག་མི་ཚེ་འདི་ན་མཇལ་མ་སོང་རྩ་བ་ཉིད་ལ་འགྲིག་མ་སོང་དགོངས་བྱས་ནས་དེ་ནི་དབུས་ལ་ཡར་འཕེལ་བ། དབུས་ལ་ཡར་འཕེལ་ཡོང་དུས་ཙམ་ན་ཡང་དངོས་གནས་ཅིག། ང་ཚོ་དེང་སང་ལོ་གཅིག་ལ་ཕལ་ཆེར་རྗེ་བཙུན་འཇིག་རྟེན་གསུམ་པོ་སྨྱོན་པ་ལ་ལམ་པ་གོ་རེ་དེང་སང་ང་རང་ཚོ་ལྟ་བུ་ཅིག་དེང་དུས་རྐྱང་རྐྱང་དུ་བསྡད་ཡོད་པ། འཇིག་རྟེན་གསུམ་པོ་སྐུ་དུས་འདྲ་བོ་ཅིག་ན། ཡེ་ནས་མར་ཁོང་རེས་མི་ནས་ཁམས་ལ་ཡར་འཕེལ་ཡོང་དུས་ཡེ་ནས་དབུས་ཀྱི་ཕྱོགས་ནས་མར་ནམ་མཁའ་ནས་བྱ་རོག་ཅིག་འཕུར་ཡོང་བ་ཡིན་ན་ཡང་ཨོ་འདི་ཕག་མོ་འཕྲོག་པའི་སྤྲུལ་བ་ཡིན་ན་གང་ཞིག་བསམ་པའི་དུམ་བུ་མདོ་ལ་འཕྱང་ཚིག་གིས་གསུངས་འདུག། མཚན་མོ་དེ་ནི་མ་ངའི་གཟིམ་ཡོང་དུ་ཙང་ནས་ནམ་མཁའ་ལ་ཟླ་བ་ཤར་ཡོང་དུས། འོ་ད་མོ་ནི་ཟླ་བ་འདི་དེ་འདྲའི་སུན་སྣང་ཆེན་པོ། ངའི་བླ་མའི་གི་ཞལ་ངོ་དེ་འདི་ཟླ་བ་འདི་གི་མཐོང་གི་ཡོད་ཅེས་རོ་ཨ་བསམ་ན་དེ་འདྲའི་རིགས་པའི་ཅིག་དད་པ་དང་མོས་གུས་ཡོད་མཁན། འོ་ད་དེ་འདྲའི་རེད་གསུངས་འདུག་དེ་ནས་ཅིག་གདན་ས་འཐེར་ལ། ད་ལྟ་ཕག་གྲུ་གི་གདན་ས་ལ་ཕེབས་པའི་སྐབས་སུ་ཡིན་ན་ཡང། དེ་ནས་ཅིག་ཕག་མོ་གྲུ་པའི་དགོན་སྟོད་ནས། འཚོ་བ་སྐྱོ་བོ་ཅིག་གི་ཐོག་ནས། ཟས་གོས་གནས་མལ་ལ་སོགས་པ་ཅུང་བོ་བཅས་ཀྱི་ཐོག་ནས་ཆོས་རྫ་ཆེན་པོར་ལོ་གཉིས་ཀྱི་འབྲིང་ལ་དེ་ནས་བླ་མ་བསྟེན་གདམས་ངག་ཞུ་གདམས་ངག་དེ་ཚོ་ཚང་མ་ཡན་ཆད་ཀྱི་སློབ་མ་གཞན་དག་ལ་ལོ་ལྔ་དྲུག་བཅའ་བཅུ་ལ་གནང་བྱས་པའི་གདམས་ངག་ཐོབ་ཚང་མ་དང་འཇིག་རྟེན་གསུམ་གང་ལ་ཕལ་ཆེར་ལོ་གཉིས་ནང་ཐོབ་ཟིན་ཏོ། ཨོ་ད་དེ་འདྲ་ཡིན་དུས་གང་ལྟར་གྱིས་གདམས་ངག་ཐོབ་ཟེར་ཡོད་དུས་དེང་སང་ནང་བཞིན་ཡིན་ས་མ་རེད་དེང་སང་ང་ཚོ་ཀོ་ཅིག་ག་ཚད་ཞུ་ཐུབ་ན་ཕ། ཞུ། དེ་ནི་ཡང་གཅིག་འདི་ཚོ་བཙུགས་ས་འདི་ཚོ་ནི་བཙུགས་ཤིང་རེ་འགའི་རོགས་དེ་དུས་བཙུགས་ས་ཡོད་མ་རེད་ཨ་མདོར་ཞུ་བ་དེ་དེ་ག་རང་ལ་དུས་གསུམ་སྒོམ་སོགས་ཀྱི་སྒྲོ་འདོགས་བཅད་དགོས་ཀྱི་རེད་ད་དེ་འདྲས་བྱས་ནས་ཅིག་དངོས་གནས་བརྩོན་འགྲུས་རྒྱ་ཆེན་པོ་ཅིག་དང་འབད་བརྩོན་རྒྱ་ཆེན་པོ་ཅིག་དལ་བག་དུ་མི་ཀུན་ཕུན་སུམ་ཚོགས་པ་ཅིག་གི་ཐོག་ནས་དེ་ནི་སྡུག་དཀའ་ལས་རྒྱལ་བའི་འདུད་གཙང་ནི་དངོས་གནས་ཀྱི་ཕར་འགྲོ་གི་དང་རྒྱལ་ཚབ་དམ་པ་དེ་ཆགས་སོང་བ་རོགས།

འོ་དེ་འདྲ་རེད་དེ་ནི་ད་དེའི་རྗེས་ནས་ད་ལྟ་འདི་ད་དགུང་ལོ་སུམ་ཅུ་སོ་ལྔ་ཙམ་ལ་ཕེབས་པའི་སྐབས་ལ། ད་དེ་སྔོན་ལ་ཕ་མོ་གྲུ་པ་བཀོད་མྱ་ངན་ལས་འདས་རེད་དེ་ནི་དེའི་རྗེས་སུ་གཡས་ཆུང་ཕུག་ལ་དེ་ནི་ལོ་དྲུག་ཙམ་གྱི་ད་འགྲུ་པ་མྱ་ངན་མཐར་ཕྱིན་པ་དེ་འདྲ་གནང་ནས་དེ་ནི་ད་ཅིག་ཆོས་སྐུ་རྡོ་རྗེ་འཆང་གི་གོ་འཕང་མངོན་དུ་བྱས་པ་དེ་འདྲ་ཅིག་རེད་བ། དེ་ཡིན་དུས་ནམ་རྒྱུན་ང་ཚོ་ཚིག་གཅིག་གསུང་བསྡད་ཡོད་བ་ཞག་གསུམ་ཉི་མ་གྲོ་བཞིན་ནམ་མེ་ཁུར་བོ་ལས་ངའི་རང་སར་དྲག་འཇོ་འདྲེས་ཀྱི་རྟེན་འབྲེལ་ཚན་གཅིག་གོ། ཟབ་མོ་གསང་སྔགས་ཀྱི་གཏེར་དང་བཅས། མཉམ་གཅིག་ཉིད་ཀྱིས་འཛིན་གཉིས་མེད་འོད་གསལ་ཆེན་པོར་མཉམ་གཅིག་ཉིད་ཀྱིས་འཛིན་པ་དག་ང་རྣལ་འབྱོར་པའི་དབང་ཕྱུག་ཅིག་མིན་ནམ་སྙམ། ཟེར་ནས་བ་དག་དེ་ལས་སོང་ནས་གང་ལྟར་གྱིས་ཆོས་སྐུ་རྡོ་རྗེ་འཇིགས་པའི་དགོངས་པ་མངོན་དུ་བྱས་གནང་བ་དེ་འདྲ་ཞིག་རེད་དེའི་རྗེས་སུ་ད་ཅིག་ཡང་ཐུན་མོང་གདུལ་བྱའི་སྣང་ངོ་ལ། ད་ལྟ་འདིའི་དགུང་ལོ་སུམ་ཅུ་སོ་ལྔའོ་དེ་འདྲ་ཞེས་པའི་སྐབས་སུ། ཞང་སུམ་ཐོག་པ་དང་བོད་ཀྱི་འདུལ་བ་འཛིན་པ་རེད་དེ་བཞིན་དུ་ལྷོ་ཁོངས་རྩི་ལོང་པ་འོ་དེ་ནང་བཞིན་གཉེར་བ་འདུལ་འཛིན་པ་དང་དེ་ཚོ་གི་མདུན་ནས་དེ་ནི་མཁན་སློབ་གྲངས་ཚང་གི་དབུས་སུ་བསྙེན་པར་མཛོད་དགོས་འདུན་པ་དེ་འདྲའི་བརྡ་ཁྱེར་བཞེས་དེ་ཙམ་མ་ཚད་ཡང་ཅིག་སྡོམ་པ་དེ་ཞུས་དེའི་སྐབས་སུ་ཡང་མི་མང་པོ་ཁ་ལྷམ་གྱིས་ཕྱུང་ཡོད་ས་རེད་བཀའ་ཆོས་ཀྱི་རྗེས་འཇུག་ཁ་ཤས་ཀྱིས་ད་ཆ་རྒྱ་ཆེན་པོ་དངོས་གནས་སྒོམ་ཉམས་ལེན་འདྲ་མ་བྱས་ན་ཡང་འདུལ་བ་སྡོམ་པ་འདྲ་ཞུས་ཅིག་ཉན་ཐོས་ཀྱི་སྤྱོད་པ་ག་ཚོད་ནས་བྱེད་ཀྱི་ཡོད་ནས་ཟེར་མཁན་དེ་འདྲ་བྱུང་ཡོད་ས་རེད་བ་དེ་ཚོ་ཚང་མ་སྣང་མེད་བཏང་ནས་དངོས་གནས་སངས་རྒྱས་ཀྱི་བསྟན་པ་དེ

དྭགས་པོ་རིན་པོ་ཆེ་གིས་ཁོའི་འོག་ལུགས་ཀྱི་ཕྱག་རྒྱ་ཆེན་པོ་འདི་འཕགས་པ་བྱམས་པས་མཛད་པའི་རྒྱུད་བླ་མ་ཡིན་ནོ་གསུངས་ཡོད་རེད་བཀའ་བརྒྱུད་ཀྱི་ཕྱག་ཆེན་མདོ་ཕྱོགས་ཀྱི་ཕྱག་ཆེན་དེ་རྒྱུད་བླ་མར་བལྟ་བ། དེ་ནང་བཞིན་འབྲོང་པོ་ཕག་མོ་སྤྲུལ་པས་ཡང་དེ་ནི་བླ་མ་དྭགས་པོ་རིན་པོ་ཆེ་གི་རྒྱུད་བླ་མ་དེ་རྩ་ཆེན་པོ་བརྩིགས་ཡོད་ང་ཡིས་དེ་ནང་བཞིན་སུ་ནི་རྒྱུད་བླ་མ་རྩ་ཆེན་པོ་གནང་གི་འདུག་ཕག་ལུག་གི་རྩ་ཆེན་པོ་གནང་ཡོད་འདུག་འཇིག་རྟེན་གསུམ་ཀུན་གྱི་རྩ་ཆེན་པོ་གནང་ཡོད་རེད་ཕག་ཕྲུག་ཀུན་བཙོན་ནས་ཕལ་ཆེར་རྒྱུད་བླ་མ་ཐུགས་མ་གསོ་མེད་ན་གཅིག་གསན་ཡོད་ས་ཡོད། ཨོ་དེ་འདྲའི་རིགས་ནས་རིག་གཞུང་དཀར་པོ་དེ་ཚོའི་ཐོག་ལ་ཡང་སློབ་སྦྱོང་གནང་མྱོང་མཁན་གཅིག་དང་དེ་ཚོའི་ཐོག་ལ་ཅིག་དེང་དུས་ནང་བཞིན་སློབ་སྦྱོང་དཔེར་ན་ཏིང་ཏིང་གདུང་འདུལ་ཡག་འགྲོ་ཏིང་ཏིང་མ་གདུང་བའི་སྐབས་སུ་ནི་འཆམ་བསྡད་ཡག་དེ་འདྲའི་སློབ་སྦྱོང་རེད་མི་འདུག་ཁོ་ཅིག་དངོས་གནས་འབད་བརྩོན་ངོ་མ་ཅིག་ཞུ་བའི་སྐབས་སུ་ཡང་བསྡུ་རུ་ཐུག་པ་ཅིག་ཞུ་གི་འདུག་ཞུས་ཚར་བའི་རྗེས་ལ་ཡང་བསྡུ་རུ་ཐུག་པ་ཅིག་སྦྱངས་ནས་ཨོ་ད་ཕེབས་དེ་ངེད་ཀྱི་བླ་མ་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་ཨོ་དེ་བྱས་ནས་དེ་ནས་ད་ལྷག་པར་སློབ་གཉེར་གནང་བའི་སྐོར་ཨ་དེ་འདྲ་ཅིག་རེད། ད་ལྷག་པར་སློབ་གཉེར་དང་འགྲུལ་པ་ཉམས་ལེན་གནང་ནས་ཕྱིས་སུ་དེ་ནས་ཚོགས་པ་ཆུང་ངུ་འདུས་བརྫངས་ནས་ད་ང་ཚོ་འབྲི་འོང་གདན་ས་ཐེལ་ས་ཡ་དང་ཕྱག་དང་ནས་དགེ་འདུན་ད་འདུས་བར་བ་དེ་འདུས་བརྫངས་ནས་དེ་ནས་དངོས་གནས་ཅིག་མཛད་པ་ཐམས་ཅད་ཀྱི་ནང་ནས་མཛད་པ་ཕུར་དུ་བྱུང་བ་འཇིག་རྟེན་གསུམ་གྱི་མཛད་པ་རླབས་ཆེ་ཤོས་དེ་ནས་མང་པོ་ཡོད་འདུས་བརྫངས་ནས་ལྷག་པར་དུ་དམ་ཆོས་འདུལ་བའི་གི་དེ་ནས་བསྟན་པ་ལ་བོད་ཁ་བ་གངས་ཅན་གྱི་ལྗོངས་ལ་འཇིག་རྟེན་གསུམ་ག་ནང་བཞིན་བྱུང་མྱོང་ཡོད་མ་རེད་བསམ་ང་ཚོ་སྤོབས་པ་ཆེན་པོའི་ཐོག་ནས་བཤད་ཐུབ་ཀྱི་འདུག་བ། དེ་འདྲ་བོ་སྤོབས་པ་ཆེན་པོ་དང་བཤད་ཐུབ་ཡག་འགྲོ་བ་དེ་ང་རང་ཚོ་གི་བཤད་བྱ་བ་དེ་འདྲ་ཁེ་མ་རེད། ཆོས་རྒྱུད་གཞན་དག་གི་ཡིག་ཆ་ལོ་རྒྱུས་ནང་དུ། ད་ལྟ་ཆེས་རྣམ་པར་གཟིགས་ཀྱི་གཟིགས་དང་གར་ཟེར་གལ་སྲིད་དཔའ་རོལ་ལ་གཟིགས་ན་ཐུགས་མཁྱེན་ཆོས་ཀྱི་ཉི་མ་གིས་ད་ལྟ་གྲུབ་མཐའ་ཡོད་བ་ཐུགས་མཁྱེན་གྲུབ་མཐའ་ཟེར་གི་རེད་བ། ཐུགས་མཁྱེན་གྲུབ་མཐའི་གི་ནང་ལ་ག་རེ་གསུངས་འདུག་ཟེར་ན། དེ་ནས་འཇིག་རྟེན་གསུམ་མགོན་གྱི་དབྱར་ཁ་གཅིག་གི་སྐབས་ལ། དེ་ནས་དགེ་སློང་འབུམ་གཅིག་གིས་དེ་ནས་དབྱར་གནས་ཀྱི་ཚུར་ཤིང་ཞེས་པ་དེ་འདྲ་བྱུང་ཡོད་རེད་གསུངས་འདུག་དགེ་སློང་འབུམ་གཅིག་གསུངས་ཡོད་ད་དགེ་ཚུར་ག་ཚད་ཡོད་ཀྱི་རེད་བ། ད་ང་ཚོ་ཚུར་ཤིང་དབྱར་གནས་སྐབས་སུ་ཚུར་ཤིང་ཞེས་འབོད་བ་དགེ་སློང་འབུམ་གཅིག་གི་ཚུར་ཤིང་ཞེས་པ་བྱུང་ཡོད་རེད་གསུངས་འདུག་ཐུགས་མཁྱེན་ཆོས་ཉིད་མ་ད་ལྟ་ཆོས་ལུགས་ཆོས་བརྒྱུད་དུ་མ་ཞིག་ན་རི་བོ་དགེ་ལྡན་པའི་གི་དེ་ནས་བསྟན་འཛིན་གྱི་སྤྱི་བོ་གཅིག་རེད་འོ་ཁོང་གིས་དེ་ནས་ཐུགས་མཁྱེན་ཁྲོན་ཐ་ཟེར་གྱི་རེད་བ་དེ་ནའང་དེ་འདྲ་གསུངས་འདུག་དགེ་སློང་འབུམ་གཅིག་གི་ཚུར་ཤིང་ཞེས་པ་རེད་གསུངས་ཡོད་འདུག། དེ་ནང་བཞིན་དེ་ནས་ད་ལྟ་འདི་ད་དགེ་སློང་འབུམ་གཅིག་གི་ཚུར་ཤིང་བཞེས་པ་རེད་གསུངས་ཡིན་དུས་རྩ་ནས། དེ་ག་རེ་སྐབས་སུ་དང་དབྱར་གནས་སྐབས་སུ་འདི་བ། དེ་ཡིན་དུས་སངས་རྒྱས་ཀྱི་བསྟན་པའི་གི་རྩ་བ་དམ་ཆོས་འདུལ་བ་བཞེས་གསུངས་ཡིན་གསུངས་གི་ཡོད་རེད་དམ་ཆོས་འདུལ་བ་བཞེས་གསུངས་ན་ནི་དབྱར་གཅིག་པུ་གནས་མཁན་ལ་དགེ་སློང་དེ་ག་ཙམ་གྱི་བྱུང་ཡོང་གི་ཡོད་རེད་བ། དགེ་སློང་དེ་ག་ཙམ་གྱི་བྱུང་མ་མྱངས་དེ་ཡང་འཇིག་རྟེན་གསུམ་གུ་ཁོང་རིགས་ཀྱི་ཐུགས་རྒྱུད་ལ་དེ་ནི་བའི་ཚུལ་ཁྲིམས་རྣམ་པར་དག་པ་ཅིག་ཡོད་གསུངས་པ་རྒྱུ་མཚན་རེད་བ། དེ་བཞིན་ང་ཚོ་དམར་མཆོད་བོད་ན་ཡོད་བ། བཀྲ་ཤིས། སྣ་ནག་མ་དང་ལྷན་ཅིག་ཏུ་དེ་འཆར་བ་དང་ལྷན་ཅིག་གནས་མི་འདོད་ཟེར་ནས་བཀྲ་ཤིས་པ་དང་བཀྲ་མི་ཤིས་པ་དེ་གཞི་གཅིག་ལ་གནས་ཀྱི་མ་རེད་དཔེ་དེ་ནང་བཞིན་དུ་ཚུལ་ཁྲིམས་འཆར་བ་དང་ཚུལ་ཁྲིམས་ལྡན་པའི་གང་ཟག་གཉིས་གཞི་གཅིག་ལ་དུས་ཚོད་ཡུན་རིང་པོ་གནས་ཐུབ་ཀྱི་མ་རེད་ཚུལ་ཁྲིམས་ལྡན་པའི་གང་ཟག་མང་པོ་ཡོད་ན་ཚུལ་ཁྲིམས་འཆར་ལྡན་གྱི་འདུག་ལུས་ག་ལེ་ག་ལེ་མ་ལྷག་འགྲོ་གི་རེད་ཟེར་གི་ད་དེང་སང་ང་ཚོའི་སྤྱི་ཚོགས་འདི་གཅིག་ཕལ་ཆེར་ཆ་ལུགས་མ་ལུགས་འགྲོ་གི་ཡིན་དུས་ཙང་ནས་ང་ཚོ་ཚང་མ་བསྡད་ཐུབ་ཀྱི་རེད་མ་གཏོགས་པའི་བྱེད་སྟངས་དངོས་གནས་ཚུལ་ཁྲིམས་ཡང་དག་པ་སྲུང་ལྡན་གྱི་སྤྱི་ཚོགས་ཅིག་ཡིན་གྱི་ཡོད་ན་ཚུལ་ཁྲིམས་ཞི་དྲག་སྲུང་མ་ཐུབ་མཁན་དེ་ཚོ་ག་ལེ་ག་ལེ་དོན་འགྲོ་གི་ཡོད་ས་རེད། དེང་དུས་འཇིག་རྟེན་སྲུང་བའི་ཤེས་བྱའི་གོས་སུ་རྒྱལ་དབང་འབུམ་གཅིག་བཏགས་པའི་དུས་ཚོད་གཅིག་ལ་བཞུགས་པའི་ལོ་རྒྱུས་དེ་འདྲའི་ཡང་འདུག་ཨ། འོ་དེ་ལོ་རྒྱུས་ནང་དེ་འདྲ་གཅིག་ཡོང་གི་ཡོད་རེད། དེ་འདྲའི་བསམ་བློ་བཏང་འདུག་ཚར་ནས་དམ་ཆོས་འདྲ་ཡོད་ཀྱི་སྟོན་པ་ལ་དངོས་གནས་ཀྱི་རླབས་ཆེན་གྱི་མཛད་པ་ཅན་གྱི་ལམ་བ་གཅིག་ཆགས་ཡོང་འདུག་ཨ། དེ་ནང་བཞིན་ང་ཚོ་ལོ་ཁ་ཤས་སྔོན་ལ་འདི་ན་དགུང་གཅིག་བགྲོ་གླེང་ཆེན་མོ་ཞིག་འཚོགས་པའི་སྐབས་སུ་དེ་ནས་མཁས་དབང་ཟམ་གདོང་རིན་པོ་ཆེ་ཕེབས་ཡོད་རེད་བ་དེ་ཡིན་དུས་ཟམ་གདོང་རིན་པོ་ཆེ་གི་དེ་དུས་བཀའ་སློབ་ཅིག་ཕེབས་སོང། ཕལ་ཆེར་ཕྱི་ནང་བ་ཁ་ཤས་ཀྱང་དེ་དུས་ཡོད་ཀྱི་རེད་དེ་སྐབས་སུ་དེ་དུས་གར་སོང་ཟེར་ན་བོད་གངས་ཅན་གྱི་ལྗོངས་ནང་དངོས་གནས་དམ་ཆོས་འདོར་བས་ཀྱི་བསྟན་པ་ལ་བཀའ་དྲིན་ཆེ་བ་ནི་འཇིག་རྟེན་སྲུང་བ་རྣམས་ཀྱིས་བྱུང་ཡོད་མ་རེད་བསམ་ཁོང་གི་དེ་འདྲ་ཞེ་དྲག་ནས་གསུངས་གནང་སོང་ད་ལྟ་ང་ཚོ་ཉན་ཡག་ཡོད་རེད་སེམས་ཚེགས་གནང་ཡག་ཡོད་རེད་འོ་དེ་འདྲ་རེད་ད་མཁས་པ་གཞན་དག་ཆོས་བརྒྱུད་གཞན་དག་གིས་དེ་འདྲའི་གི་ཅིག་དངོས་གནས་གར་སོང་གི་གཟུགས་རུ་གནས་པའི་ཐོག་ནས། དེ་ནས། རང་བཞིན་བརྗོད་པའི་ཐོག་ནས་དེ་འདྲ་ཅིག་གནང་ཡོང་དུས་ཙང་ནས་ད་ང་རང་ཚོ་གི་ཡང་དེའི་གནས་ཚུལ་དེ་ག་འདྲ་ག་འདྲ་ཡིན་པ་ཅིག་ང་ཚོ་ཡང་མཁྱེན་རྟོགས་དགོས་ཀྱི་རེད་དེ་ཡིན་དུས་ཙང་ནས་འོ་དེ་འདྲ་ཅིག་ཡིན་གྱི་ཡོད་ས་རེད་དེ། དམ་ཆོས་འདོད་པའི་ཐོག་ནས་བསམ་བློ་བཏང། དེས་ན་ཞེས་ང་ཚོས་བས་ན་ཅིག་ད་བཀའ་བརྒྱུད་པ་ཟེར་ཡ་དེ་འགྲུལ་པ་ཉམས་ལེན་གྱི་རིང་ལུགས་འཛིན་པ་ཅིག་ཡིན་གསུང་གི་ཡོད་རེད་བ། དེ་ཡིན་དུས་ད་ནི་ང་ཚོ་འདི་ནས་ཡ་བརྒྱུད་རིམ་གྱི་ཡ་དེའི་ཞོ་དང། ད་ནི་རྗེ་བཙུན་མི་ལེགས་ཀྱི་རས་ཆུང་པ་ལ་འུར་ཅིག་གསུངས་འདུག་བ། དེའི་ནང་ལ། བུ་དོན་བརྒྱུད་ཀྱི་གདན་ས་འཛིན་འདོད་ན་ཚིག་ལ་མ་དང་དོན་ལ་འདོད་གསུངས་རེད། ད་བུ་བཀའ་བརྒྱུད་ཀྱི་དངོས་གནས་རྟོགས་པ་དོན་བརྒྱུད་ཀྱི་གདན་ས་ངོ་མ་དེ་འཛིན་པར་འདོད་ཀྱི་ཡོད་ན། ཚིག་ལ་ཞེ་དྲག་བཏགས་པ་ལས་དོན་དག་ཉམས་ལེན་གྱི་ཐོག་ནས་འགྲོ་དགོས་རེད་གསུངས་སྟེང་དུ་བཀའ་བརྒྱུད་ཀྱི་དོན་བརྒྱུད་ཀྱི་རྟོགས་པ་བསྟན་པ་ཟེར་ཡག་དེ་ཕལ་ཆེར་འགྲུལ་པ་ཉམས་ལེན་ཐོག་ནས་འཛིན་དགོས་དགོས་ས་རེད། ད་ཡིན་ན་དེང་སང་ཡང་ཅིག་ཤེས་པ་དང་དེ་ཚོ་མེད་སོང་ན་ཡང་ཆོས་ལུགས་ཁྲི་ལ་ཆུ་གི་ཡོད་མར་དེང་དུ་དགོས་རེད་ཡིན་ན་སྤྱི་བཏང་དེ་འདྲའི་འགྲུལ་པ་ཉམས་བཞེས་གཙོ་བོ་ཡིན་ས་རེད་སྟེང་དུ་ད་དྭགས་པོ་རིན་པོ་ཆེ་གི་བླ་མ་རྗེ་བཙུན་མི་ལ་རེད་རྗེ་བཙུན་མི་ལ་གི་རེད་ཆུང་པར་དེ་འདྲ་ཅིག་གསུངས་རེད་དེ་ཡིན་ཙང་དེ་ནས་ཅིག་རྗེ་བཙུན་མི་ལས་ནི་མ་བརྒྱུད་པའི་གི་བསྟན་པ།

དེ་སྔོན་ལ་དེ་ནས་ཅིག་ད་ཆ་ཆིང་པ་ཟེར་ཡག་དང་དེ་འདྲའི་གི་མིང་མང་པོ་ཅིག་འདུག་བཀའ་རྒྱུད་པ་ཟེར་ཡག་དེ་ཕལ་ཆེར་དྭགས་པོ་རིན་པོ་རྗེ་ནས་མ་བྱུང་འདུག་གསུངས་འདུག་དེ་འདྲ་ཆེ་པོ་འདུག་བཀའ་རྒྱུད་ཟེར་ན་བཀའ་ཟེར་ཡག་དེ་བཀའ་གདམས་རྒྱུད་ཟེར་ཡག་དེ་དེ་ནི་ང་ཚོ་འདི་གཅིག་དེ་ཆ་ཆེན་དེ་ཡིན་དུས་བཀའ་ཕྱག་མཆོད་པོ་གཉིས་འདུས་ཀྱི་དེ་ནི་ཅིག་རྒྱུད་པ་འཛིན་མཁན་ཡིན་པའི་རྒྱུ་མཚན་དེ་ནི་དེ་ནི་བཀའ་རྒྱུད་པ་ཟེར་ཡག་ད་དེ་ཡིན་དུས་གང་ལྟར་བཀའ་རྒྱུད་པའི་གི་ད་བདེན་འཛིན་ནས་མ་སོང་ན་མ་མི་ལས་སྐྱེས་ལ་དྭགས་པོ་རིན་པོ་ཆེ་གཙོ་བོ་རེད། ད་དང་པོ་རིན་པོ་ཆེའི་དགོངས་པ་མྱ་ངན་ལས་འདའ་ཁ་བླ་མ་དེ་ལ་ག་རེ་གསུངས་ཡོད་རེད་ཟེར་ན། ང་དང་དགེ་བཤེས་ཁམས་པ་གཉིས་ལ་ཆད་པ་རྟགས་ང་ཙམ་ཡང་མེད། དེ་གསུངས་འདུག་ཨ་སློབ་མ་དང་ཚོགས་ཀྱིས་ད་དང་པོ་རིན་པོ་ཆེ་དགོངས་པ་མྱ་ངན་ལས་གསུངས་གཅིག་གིས་གཅིག་བསྐུལ་ས་ལ་ང་ཚོར་གསུང་ཆོས་གདམས་ངག་ག་ནས་ཤོད་རེད་ཨ་ང་ཚོ་པས་ད་འུ་ནང་བཞིན་ལྷག་སོང་ད་ཕྲུག་ནང་བཞིན་ལྷག་སོང་ང་ལྷག་འགྲོ་འདུག་ཟེར་གྱི་དུས་ཆུང